ཕྱི་དྲིལ་ཚོགས་གཙོ་སྤེན་པ་ཚེ་རིང་མཆོག་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཡར་བདུན་ལོར་བོན་སྐུ་གཞིས་ཆགས་དུ་འཁྲུངས་པ་དང་གཞི་རིམ་སློབ་ཆུང་བོན་སྐུ་ཉིད་ལམ་དུ་བླངས་ཏེ་འཛིན་རིམ་བཅུ་གཉིས་པའི་ཡིག་རྒྱུགས་ཆེན་མོའི་སྐབས་སུ་བོད་པའི་སློབ་གྲྭ་ཡོངས་ཀྱི་སློབ་མའི་ནང་ནས་ཨང་རིམ་རྩིས་པོ་བཞེས་མྱོང་ཡོད་འདུག་དེ་རྗེས་གཞི་རིམ་བློན་པོ་ཐོན་རྗེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་རྒྱ་གར་ལྷོ་ཕྱོགས་མཱ་ཏ་རཱས་མཐོ་སློབ་ཏུ་དཔལ་འབྱོར་རིག་པའི་ཐོག་དམིགས་བསལ་ནུབ་སྦྱོང་གནང་ཡོད། མཐོ་སློབ་ཐོན་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ནས་གོ་བདུན་བར་ལོ་གསུམ་གྱི་རིང་མདོ་སྨད་དབུས་རྒྱུན་ལས་ཀྱི་དྲུང་ཆེའི་ཐུགས་འགན་བཞེས་མྱོང་ཡོད་པ་དང། ཕྱི་ལོ་ཉིས་སྟོང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ནས་སྐབས་བཅུ་གཉིས་བཅུ་གསུམ་བཅུ་བཞི་བར་བཅས་ཀྱི་མདོ་སྨད་ཕྱི་དུས་སུ་འོས་འདེམས་བྱུང་སྟེ་ཕྱི་དུས་ཀྱི་ཐུགས་འགན་བཞེས་མུས་ཡིན། ཕྱི་ལོ་ཉིས་སྟོང་གཅིག་ཟླ་བ་བཅུ་པའི་ནང་བོད་ཀྱི་གྲོས་ཚོགས་དང་སྲིད་བྱུས་ཉམས་བཞེས་ཁང་གི་འགན་འཛིན་དུ་བསྐོ་གཞག་བྱུང་སྟེ་ལོ་བདུན་དང་ཕྱེད་ཀ་རིང་དེའི་ཐུགས་འགན་བཞེས་ཡོད། ཕྱི་ལོ་ཉིས་སྟོང་དྲུག་དང་ཡང་ཕྱི་ལོ་ཉིས་སྟོང་དྲུག་དང་ཡང་བསྐྱར་ཕྱི་ལོ་ཉིས་སྟོང་བརྒྱད་ལོར་སྐབས་བཅུ་བཞི་པའི་བོད་མི་མང་ཕྱི་སྡོད་ལྷན་ཚོགས་ཀྱི་ཚོགས་གཙོར་འོས་འདེམས་བྱུང་བ་བཞིན་ཕྱི་སྡོད་ཚོགས་གཙོའི་ཐུགས་འགན་བཞེས་ཡོད།

འབོག་གསུམ་བོད་ཀྱི་བདེན་དོན་དམངས་ཁྲོད་ཁ་བརྡའི་རྒྱ་ཆེ་སྲིད་དབང་ཡོངས་ལ་སྐུ་ཁམས་བཟང་བའི་འཚམས་འདྲི་ཞུ། ང་དམ་ཆོས་ཉི་མ་ཡིན། དེ་རིང་ང་ཚོའི་ལས་རིམ་ལ་ཡ་བོད་མི་མང་སྤྱི་འཐུས་ཚོགས་གཙོ་སྐུ་ངོ་སྤེན་པ་ཚེ་རིང་མཆོག་ལ་བཅར་འདྲི་དགོངས་བསྐུར་ཞུ་ཡས་ཀྱི་ལས་རིམ་དེ་ཡིན། ཐོག་མར་དཔའ་འདི་ཚོགས་གཙོ་མཆོག་དེ་གར་ས་གནས་ལ་ཡ་གཟིགས་སྐོར་ཕེབས་པའི་སྐབས། དུས་ཚོད་ཐུང་ཐུང་གཅིག་གི་ནང་ལ་ཡ་མཛད་འཕྲིན་མང་པོ་གཅིག་ཡོད་མེད་ལ་མ་ལྟོས་པར། ཚོགས་གཙོ་སྐོང་འོག་མཆོག་ནས་ཁྱེད་ཀྱི་དོན་ཆེན་གཅིག་ལ་གཟིགས་ནས་ང་ཚོ་འབའ་སུ་བོད་ཀྱི་དོན་དོན་དམངས་ཁྲོད་ཁ་བརྡ་ལ་ཡག་གོ་སྐབས་གནང་པ་ལ་ཡག་སྐོང་བཀའ་དྲིན་ཆེ་ཞུ་ཡ་ཡིན། སྐོང་འོག་དྲི་བ་དང་པོ་འདི། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བོད་ཀྱི་བསྟན་སྲིད། མི་རིགས་མཐུན་སྒྲིལ་སོགས་ལ་དགོངས་ནས་དོལ་རྒྱལ། སྐོར། སྔ་ཕྱི་བཀའ་སློབ་རིམ་པ་ཕེབས་པ་བཞིན་བོད་ཕྱི་ནང་གངས་ཅན། རྩམ་གཟན་བོད་མི་ཡོངས་ནས་བཀའ་སྲུང་ཅི་སྒྲུབ། གཅིག་སྒྲུབ་ཞུ་བཞིན་པ་ཡིན་ན་ཡང་བོད་མི་རིགས་ཀྱི་ལ་རྒྱ་མེད་པའི་དོལ་རྒྱལ་ཁ་རྒྱལ་བ་ཁག་ཅིག་ནས་གོང་ས་མཆོག་ལ་འཚེ་མེད་ངོ་རྒོལ། བོད་མི་མང་གི་བློ་ཡུལ་ལ་མ་ཤོང་བར་བྱེད་བཞིན་པ་དེ་དགའ་ལྡན་བསྟན་བདག་ལྷན་ཚོགས་ནས་དེ་སྔོན་དེབ་ཐེར་ལེགས་ཉེས་བདེན་རྫུན་རྣམ་དཔྱད་ལུང་རིགས་གསེར་གྱི་ལྡེ་མིག་ཅེས་པ་དཔར་བསྐྲུན་འགྲེམས་སྤེལ་དང་ཉེ་བའི་ཆར་བཞུགས་སྒར་རྡ་སར་བོད་ཀྱི་ཆུ་རྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་དང་བཅས་པའི་ཆོས་ཚོགས་སྐབས་བཅུ་གཉིས་པའི་སྐབས། གྲོས་ཆོད་གསར་འགོད་གསལ་བསྒྲགས་ནང་གསལ་དོད་རྒྱལ་རྗེས་འབྲང་པ་གཙོས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མངོན་སུམ་འཛིན་མེད་ཀྱི་ཞི་མོལ་སྐྱོན་འཛུགས་དང་འཚེ་མེད་ངོ་རྒོལ་ཞུས་དང་ཞུ་བཞིན་པ་དེ་ལ་བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་དང་བཅས་ཀྱི་ཆོས་ཚོགས་ཐེངས་བཅུ་གཉིས་པའི་ཐོག་ནས་ངོ་རྒོལ་མཐའ་གཅིག་ཏུ་བྱེད་རྒྱུ་ཞེས་འཁོད་པ་བཅས་ལ་ང་ཚོ་མང་ཚོགས་ཀྱི་ངོས་ནས་ཐུགས་རྗེ་བླ་མེད་དུ་ཞུ་རྒྱུ་དང་ཆབས་ཅིག་དེ་རིང་ང་ཚོའི་དོལ་རྒྱལ་ཁ་ཁྱེར་བའི་བྱ་སྤྱོད། གཉིས་ཀ་རྒྱ་ནག་དམར་པོའི་གཞུང་གི་ལག་ཆར་འགྱུར་བཞིན་པ་ཡོད་པ་དེ། དེའི་སྐོར་ལ་དགོངས་ཚུལ་སྐུ་ངོ་མཆོག་ནས་དགོངས་ཚུལ་ག་རེ་ཡོད་ནང་ཞུ་ཡིན།
ཨ་ཏི། ང་ཚོ་བོད་མང་སྤྱི་འཐུས་ལྷན་ཚོགས་ནང་ལ་ཡིན་པ་ཡིན་ནས་གྲོས་ཆོད་སྔ་རྗེས་བསྡུ་བཞིན་བཞག་ཡོད་རེད། ད་ལྟ་ངེད་ཅག་དང། བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་ཆེ་བའི་ཆོས་ཚོགས་ཐེངས་བཅུ་གཉིས། ཚོགས་ཆེན་ཐེངས་བཅུ་གཉིས་པ་འདིའི་ཐོག་ལས་གྲོས་ཆོད། འདི་ཞྭ་ན་ཡ་དེ་གིས་གར་ཆོད་མགོ་བར་ཕྱིན་ན་ད་དོལ་རྒྱལ་གྱི་གནས་ཚུལ་འདི་རེའུ་དགེ་ལུགས་པ་གྱི་གནས་ཚུལ་ཙམ་མ་ཡིན་པ། ནི་བོད་སྤྱི་པའི་རྩ་དོན་ལ་ཡང་གནོད་པའི་ནི་བྱ་བཞག་ཅིག་ཆགས་བསྡད་ཀྱི་ཡོད་རེད་ང་ཚོའི་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་དེ་ནང་རོ་ལས་གསལ་པོ་ཞིག་ནི་གཅིག་གར་བཀོད་ཡོད་རེད་ཟེར་ན། ད་དོལ་རྒྱལ་རྗེས་འབྲང་པ་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་ག་བ། ཕྱི་བོའི་ནང་བའི་ཡིན། དེའི་སྐབས་དེ་ལ་ཡང་གཅིག་དང་ངོ་རྒོལ་བྱས་ཏེ་མེད། དངོས་གནས་དྲ་གནས་ངོ་ཚ་ཁྲེལ་གཞུང་དང་ལྡན་རྒྱུ་འབྲས་སྨྲ་འཛིན་ངན་དེ་གས་དེ་ལོ་རྒྱུས་ཀྱི་ནག་ཉེས་ཅན་གྱི་མི་ཆགས་ཀྱི་ཡོད་རེད་ཞེས་ནི་དུ་ཞུ་འདོད་ཀྱི་ཡོད་དེ་ཡིན་དུས། ང་ཚོ་ལ་ཡང་བཀའ་དྲིན་ཆེ་ཤོས་དེ་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་རེད། དེ་ཡང་ནི་ཇིན་ད་ལྟ་དེའི་དོལ་རྒྱལ་རྗེ་རང་པ་སྐད་སྐྱབས་ལྡན་ངའི་འདུན་ཚོགས་ཡིན་པ་ཡིན་ནས་རྒྱ་གར་རུམ་ཆེའི་བཀའ་དྲིན་ལྟས་ནི། ཁོ་རང་ཚོའི་དུ་བ་གཅིག་རང་ལུང་པར་སླེབས་ཐུབ་ཡ་དང་འཚོ་ཐུབ་ཡ་དང་དེ་འདྲའི་བྱུང་བསྡད་ཡོད་རེད་དེ་ཡིན་ནས་དེ་ཚོ་ལ་ཡང་ཅིག་བསམ་ཤེས་རྩ་བ་ཉིད་ནས་མེད་པའི་ཐོག་ནས་ཅིག་ད་ང་རང་ཚོ་ཁ་བརྡས་རྒྱ་ནག་གཞུང་གི་ལྐོག་ཇུས་ཀྱི་འོག་ནས་ད་དཔལ་འབྱོར་གྱི་ཁེ་ཕན་གཅིག་པུ་བསམ་སྟངས་ཆེད་དུ་བྱེད་བསྡད་ཀྱི་ཡོད་དུས་ཚང་མ་ལ་ཡང་ད་རེ་བ་དེ་ད་ལྟ་ཡིན་ནས་བསམ་བློ་བཏང་ཡ་གོ་སྐབས་ཡོད་རེད། ཚེ་འདི་བཞིན་ཉིན་བསམ་བཏང་སྒུག་ཡོད་རེད་ནང་པའི་ཆོས་སྤྱིར་བསམ་བཏང་སྒུག་ཡོད་རེད་བོད་རྩ་དོན་ཐོག་བསམ་བཏང་སྒུག་ཡོད་རེད་བྱུང་བ་ཡིན་ན་ད་ལྟ་ཡིན་ནས་བསམ་བཏང་བྱས་ཨ་ནི་ཚུ་ཁ་ཚུ་ཆོག་བྱས་ཨ་ནི་དེ་གའི་དེ་སྤང་བླང་ཚུལ་བཞིན་བྱས་ཐུབ་པ་ཡིན་ན་ཡག་པོ་ཡོད་རེད་བསམ་གི་ཡོད། དཀོན་མཆོག་དྲི་བ་གཉིས་པ་འདི། བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་སྐབས་བཅོ་ལྔ་པ་དང་གྲོས་ཚོགས་སྐབས་བཅུ་དྲུག་པའི་འོས་བསྡུ་སླེབས་ལ་ཉེ་བའི་བཙན་བྱོལ་བོད་མི་རྣམས་ནས་འོས་བསྡུའི་ཆ་ཤས་གང་འདྲ་ལེན་དགོས་མེད་དང་འོས་བསྡུའི་ཐོབ་ཐང་དེ་མང་གཙོའི་གཞུང་ཞིག་ཡིན་པའི་ཆ་ནས་གལ་ཆེ་གལ་ཆེ་ཆུང་གང་འདྲ་ཅིག་བརྩི་དགོས་མེད་སྐོར་ལ་སྐུ་ངོས་ཀྱིས་བཀའ་སློབ་ལམ་སྟོན་གནང་རོགས་གནང་ཞུ་ཡས་ཡིན།
འདས་པའི་ལོ་ལྔ་བཅུ་དྲུག་ཅུ་རིང་ག་ལི་ཡ་དང་རྒྱ་རོམ་ཞིག་གིས་ང་ཚོར་དཀའ་ངལ་ཆེན་པོ་ཡོད་པའི་སྐབས་ནས་བྱས་ནས་ད་བར་གཡས་སྐྱོར་གཡོན་སྐྱོར་གནང་ནས། བོད་མིའི་སྤྱི་ཚོགས་ཐ་ན་ང་ཚོ་གཅིག་ཁྲག་ཁོག་དབུགས་ཆེན་འཚོ་ཐུབ་ཡ་གི་གནས་སྟངས་འདུག་ཅེས་ཆགས་པ་རེད་ལྷག་པར་དུ་ཨ་ནི་རྒྱ་བོམ་ཆེ་ད་ལྔ་བཅུ་ང་བཞི་ལོ་ལ་ཡང་རྒྱ་ནང་ལ་ཕེབས་ཡོད་རེད་དམངས་གཙོའི་བཀའ་ཟུར་བའི་ཕི་ཀའི་ཅིག་དམར་ཤོག་གི་གཞུང་སུ་ག་འདྲའི་སེམས་ཁུར་ཡོད་མེད་གཟིགས་ཡོད་རེད་ད་ན་བཞིན་ལྔ་བཅུ་ང་དྲུག་ལོ་ལ་ཡང་ཨ་ནི་སྟོན་པ་བཅོམ་ལྡན་འདས་འཁྲུངས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་གི། མཚོ་འགག་སྲུང་བརྩི་ཞུ་ཡག་ཆེད་དུ། རྒྱ་གར་ཆིབས་བསྒྱུར་གནང་པའི་སྐབས་སུ། རྒྱ་གར་གྱི་དམངས་གཙོའི་འགྲོ་ལུགས་དང་གཟི་ཡར་སྤྱི་དང་ས་གནས་སེང་གེ་འདྲ་བོ་ཞིག་བཏབ་ཟིན་ཡོད་རྟེ་ཡིན་ནའི་མི་ཚང་མ་ལ་ཡ་ད་སྨྲ་བརྗོད་ཀྱི་རང་དབང་ཡོད་པ་དེ་འདྲའི་གཟི་ནི། ཡང་ནི་ང་ཚོ་བཙན་བྱོལ་སླེབས་པའི་སྐབས་སུ་ད་དེ་ངེས་ནས་རྒྱ་གོར་མི་ཞིག་བོད་ནང་ལེགས་བཅོས་ཚོགས་ཆུང་བཙུགས་གནང་ཡོད་རེད་ད་ཡིན་ནའི་ལམ་ལྷོང་འགྲོ་ཐུབ་ཡོད་མ་རེད་རྒྱ་ནག་གཞུང་གི་གནོན་ཤུགས་འོག་ནས་ད་དེའི་གནས་སྟངས་དོན་དེའི་གནས་སྟངས་འོག་ནས་ལམ་ལྷོང་ཆེན་ཡོང་མ་དེ་ནས་ལྔ་བཅུ་ང་དགུ་ལ་ཕེབས་ནས་བྱས་རྗེས་དཀའ་ལས་ཆེན་པོ་ཞུ་བྱས། བོད་པ་དེ་ག་དེའི་ལྟས་ད་རྒྱ་གར་ལ་ཡང་འགྲོ་ལུགས་རོ་ཐང་ཤིང་གི་ཡོག་མ་རེད། སྐད་ཡིག་ཤིང་གི་ཡོག་མ་རེད། ཨ་ནི། ལག་རྩལ་དང་དེ་འདྲའི་གལ་མེད་པ་ཨ་ནི་ལམ་སྲོལ་བསྒྱུར་བའི་སྐབས་དེ་བ་ནས་བྱས་ནས་ཨ་ནི། རྒྱ་བོད་མི་ཆོས་ཀྱི་བཀའ་སློབ་རྣམས་གཞི་བཟུང་བྱས་ནས། ལོ་གཅིག་ལྷག་ནང་ལོགས་ལ་ཡང་བོད་དམངས་སྤྱི་འཐུས་ལྷན་ཚོགས་སྐབས་དང་པོ་དམ་བཅའ་ཕུལ་ཐུབ་པ་དུ་བྱུང་བ་ནས་བཟུང་རྗེས་ད་ད་ལྟ་བར་དུ་དམངས་གཙོའི་ལམ་སྲོལ་ལ་ཡང་བསྐྱོད་བསྡད་ཡོད་རེད་ཨ་ནི་སྐུ་ལས་མང་པོ་ཞུ་རྒྱུ་གི་སྐྱོན་ནི་ད་ལྟ་ང་ཚོ་གནས་སྟངས་དེ་འདྲ་ཆགས་བསྡད་ཡོད་དུས་ད་དམངས་གཙོའི་ནང་ནས་གལ་ཆེ་ཤོས་དེ་མི་མང་གི་འོས་བླུགས་ཡག་གི་ཐོབ་ཐང་དེ་རེད་དེ་ཡིན་ཚོད་མ་ལ་ཡང་ད་འོས། དམངས་གཙོའི་འགྲོ་སྟངས་ཀྱི་ཐོག་ནས་ད་སོ་སོའི་འདོད་པ་ཡོད་པ་དངོས་ཡང་བྱས་ན་མི་ལྷག་བསམ་ཡོད་ངེས་འཇོན་ཐང་ཡོད་ངེས། ཅིག་བོད་སྤྱི་བའི་དོན་དང་བསམ་བཏང་བྱས་ལས་ཀ་བྱེད་ཀྱི་རེད་བསམ་ངེས་སུ། དུས་རྒྱུན་དུ་ནས་སོ་སོ་བརྟག་དཔྱད་བྱས་བྱས་ད་དུ་སུ་ལ་བླུགས་ཁུག་ཡོད་པ་ཡིན་ནས་དེ་ཚོ་དང་སྔོན་ཚུད་ནས་གྲ་སྒྲིག་བྱས་བྱས་ཨ་ནི། ད་ལོ་ལྔ་རེ་ལྔ་རེ་མཚམས་ནས་འོས་བསྡུ་རེ་རེ་ཡོང་གི་འོས་བསྡུ་བསམ་པ་ད་དེའི་སྐབས་ལ་ཚང་མ་ལོག་དོ་སྣང་བྱེད་ཆ་ཤས་བླངས་དགོས་དེ་གལ་ཆེན་པོ་རེད། ཨེ་ཡང། ཅིག་ད་དེ་འདྲ་ང་ཚོ་དེ་ཚང་མ་ལ་བཤད་འདོད་ཀྱི་ཡོད་རེད་དྭང་བླངས་དཔྱ་དངུལ་ལག་དེབ་བཟོས་རོགས་བྱེད་མེད་ཡིན་ན་དེའི་དྭང་བླངས་དཔྱ་དངུལ་ཕུལ་ཡ་དེ་འབུལ་ཆད་མེད་པ་ཕུལ་དགོས་ཀྱི་ཡོད་རེད་མ་གཏོགས་ཅིག་ཡང་འོས་བླུག་ཡག་ཐོབ་ཐང་དེ་རག་གི་ཡོད་མ་རེད་འདི་ཕྱོགས་གཅིག་ནས། ཅིག་འོས་བླུག་ཡ་དང་འབྲེལ་བ་ཡོད་པ་ཅིག་རེད་ཕྱོགས་གཞན་པ་གཅིག་ནས། བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་འགྲོ་གྲོན་ལ་ཕན་འབེལ་གྱི་ལས་གཞི་ཆགས་འདོད་ཀྱི་ཡོད་རེད་ངས་ནམ་རྒྱུན་ནས་ལབ་འདོད་ཀྱི་ཡོད། གཞན་པ། ཅིག་མ་ད་དུས་ཚོད་ཟུར་དུ་སྟོན་བྱས་ཨ་ནི། ཅིག། ལས་འགུལ་དང་དེ་རིང་ལ་མཉམ་ཞུགས་བྱེད་ཐུབ་མིན་ལ་མ་ལྟོས་པའི་གིས་དང་བླངས་དཔྱ་དངུལ་དེ་ཉུང་མཐའ་ལ་ཕུལ་ཐོག་བྱ་འགུག་རེ་བྱེད་ནས་དུ་ཞུ་བསྡད་ཀྱི་ཡོད་ཨ་ནི། ད་ལྟ་དེ་ཡང་སོ་སོའི་གི་འདོད་པ་རེ་ཡོད་པ་ཡིན་ནས་དང་བླངས་དཔྱ་དངུལ་ཕུལ་མེད་པ་ཡིན་ན་ཨ་ནི་འོས་བླུགས་ཡ་གིས་ཐོབ་ཐང་དེ་རག་གི་ཡོད་མ་རེད་ཨ་ནི། མང་གཙོའི་གིས་ད་ཅིག་ལག་ཆ་ཟེར་ནས་རེད་དེ། གལ་ཆེ་ཤོས་དེ། ལ་ཡང་བེད་སྤྱོད་བཏང་ཡ་དེ་རག་གི་ཡོད་མ་རེད་དེའི་ཐོག་ལ་དགོངས་པ་བཞེས་དགོས་གལ་ཆེན་པོ་རེད་གསུངས་འདུག་ཁོང་དྲི་བ་གསུམ་པ་དེ་དོལ་ཚོགས་ཀྱི་དྲ་རྒྱའི་ཐོག་དང་དེ་བཞིན་དོལ་རྒྱལ་ཁ་རྒྱ་བ་ཁག་གཅིག་ནས་གཏམ་བཤད་སྐབས་མ་བསྟན་རྫུན་འབྲིང་གི་དོལ་རྒྱལ་བསྟེན་གསོལ་བྱེད་མའི་ལས་བྱེད་དང་སློབ་ཕྲུག་སོགས། སྒྲིག་ཁུངས་ནས་ཕུད་པའི་སྐོར་དཀྲོག་གཏམ་སྣ་ཚོགས་ཤོད་བཞིན་པ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་ནས་དེ་ལྟར་བྱས་མེད་པའི་གསལ་བཤད་འབྲེལ་ཡོད་འབྲེལ་ཡོད་ནས་གནང་ཡོད་ཀྱང་ད་དུང་བོད་མི་སྤྱི་ཚོགས་དཀྲུག་ཕྱིར་སྔར་བཞིན་རྫུན་གཏམ་ཤོད་བཞིན་པར་སོང། རྒྱལ་པོ་ཆེ་ལ་ནན་ཏན་གྱིས་དཔེ་ལྟར་ཚོགས་གཙོ་མཆོག་ནས་དེ་སྐོར་ལ་ཡང་གསལ་བཤད་ཅིག་གནང་རོགས་གནང། དེའི་ཐོག་ལ་ཡང་ད་བཀའ་མོལ་མང་པོ་བྱུང་ཚར་བ་རེད་གསལ་བཤད་མང་པོ་བྱས་ཡོད་རེད་དེབ་དེ་ཚོ་ནང་ལ་ཡང་ཆ་ཚང་འཁོད་བསྡད་ཡོད་དེ་ཡིན་ནས་ད་འདོད་ད་རྫུན་གཏམ་བཀྲམ་བསྡད་ཀྱི་ཡོད་དུས། ཁོ་རང་ཚོའི་ངོས་ནས་ད་སུ་དཔེ་ཡག་རེད་དེ་འདྲས་ལས་རྗེས་སུ་དཔེ་ཡག་རེད་མིང་ག་རེ་རེད་ག་དུས་དཔེ་བ་རེད་ད་ནང་བཞིན་གྱི་སློབ་ཕྲུག་བསླབ་གྲྭ་ནང་ནས་སུ་དཔེ་ཡག་རེད་མིང་ག་རེ་རེད་ག་དུས་བྱུང་ཡོད་རེད་དེ་ཚོ་ཚང་མ་ལོ། དཔང་རྟགས་དང་བཅས་པ་སུ་འང་ཡོད་པ་ཡིན་ན་དེ་ལ་དཔག་པའི་ང་ཚོས་ལན་བརྒྱ་འབྱུང་གི་རེད། དེ་ལྟར་ངའི་ཤེས་ཚོད་ལ། བོད་ཕྲུག་ཁྱིམ་སྡེ་གི་རྡ་ཤོད་བླ་བྲེ་ནང་ལ་ཡང་སློབ་ཕྲུག་ཅིག། མ་ཁོ་རང་ཚོ་ཕ་མ་རང་གིས་མ་ད་དེ་བླ་བྲེ་བཞག་ན་འགྲིག་གི་མི་འདུག་ཞེས་ཞེས་ཁོ་རང་ཚོས་མ་འཐེན་བཞག་པ། གནས་ཚུལ་ཅིག་བྱུང་བཞག་མ་གཏོགས་ཅིག་གིས་དེ་མ་དེ་མ་ཡིན་པའི་གི་ད་ལས་རྗེས་ཟློས་སྐྱེལ་བསྟན་གི་ཡོད་པའི་རྒྱུ་མཚན་ལ་བརྟེན་ནས། ཨ་ནི་ཡ་མ་བི་ཤ་པ་དང་སློབ་ཕྲུག་ཕ་མ་དུས་བརྒྱད་སྟེང་བ་ད་སློབ་ཕྲུག་ཁ་ཡོག་མ་ཤེས་གི་མ་རེད་སློབ་ཕྲུག་ཁྲང་ཁྲང་སུ་ཡ་རེད་གནས་བབ་ལ་དཔག་པའི་གི་གནས་སྟངས་མ་དུ་ཤེས་གི་མེད་དུས་ཕ་མའི་ཕ་མའི་གི་དུས་བརྒྱད་སྟེང་གི་ཡོད་པ་རྒྱུ་མཚན་ལ་བལྟས་རྗེས་ད་ལྟ་བ་ད་སློབ་ཕྲུག་སྟོན་བཞག་པ་དེ་འདྲས་རྩ་བ་ཉིད་ནས་བྱུང་ཡོག་མ་རེད་བཞིན་ཞུ་ཡ་ཡིན་ད་འདི་གས་ཚང་མ་རྫུན་གཏམ་དཔེ་བལྟས་གི་ཡོད་རེད་དེ་མི་མང་ཚོས་ཡིད་ཆེས་གནང་དགོས་གི་མ་རེད་ཁོ་རང་ཚོས་སུ་ངས་ཡོད་པ་ཡིན་ན་མིང་དང་བཅས་པ་དཔང་རྟགས་སྟོན་དགོས་གི་རེད་བཞིན་ཞུ་ཡ་ཡིན།

གར་ཚོས་ད་ཁོ་རང་ཚོ་དེ་རྫུ་བུ་གང་གྲངས་ཀ་སྤྲད་ཅི་ཡས་ཡོད་བསྡད་པ་དེ་གས་དེ། ད་ཁྱོད་གས་ག་ཚོད་ཤེས། ཁྱོད་ད་རྩ་བ་ཉིད་ནས་ཤེས་ཀྱི་ཡོད་མ་ཚད་ང་ཚོ་ཐག་གཅོད་ནས་ཤེས་ཐུ་ཡས་ཤེས། ཨཱ་ནི་དོལ་རྒྱལ་གས་བསྟན་གྱི་ཡོད་མེད་གང་ཞེན་ད་གང་ལྟར་ད་ལྟའི་སྐབས་ལ། དོལ་རྒྱལ་གྱི་གནས་ཚུལ་ཅིག་པོ་མ་རེད་ད་དེ་བས་ཆབ་སྲིད་ཀྱི་གནས་ཚུལ་རང་ཨཱ་ནི་ང་ཚོའི་ཁ་བཏད་རྒྱ་ནག་གྱི་ལག་ཆ་རང་ཆགས་བྱས་འདུག་བཞིན་བསྡད་དེ་ཡོད་རེད་མང་ཚོགས་དང་ལོ། ལྟ་ཅི་དགའ་ཚུལ་རེད། སྙན་མང་དུས་བརྒྱའི་ལྟས་ངན་རྫུན་ཡིན་པ་ཡིན་ནའི་པའི་མཚམས་བཞག་ཆེད། ཨ་ནི། གནས་ཚུལ་གསལ་ཐག་ཆོད་ཆགས་ཏེ་ཡོད་རེད། དེ་ཡིན་ཚོད་མ་ལྟ། མང་ཚོགས་ག་ཚོད་ཡོད་མེད་དེ་ཁོ་རང་ཚོས་སྐུ་མདུན་ཁ་བ་ཆིབས་བསྒྱུར་གནང་བས་ནི་སྐད་འབོད་བྱེད་མཁན་མི་དེ་གས་དེ་ལྟ་དེ་རེད་མ་གཏོགས་ཅི་དེ་ལྷག་མང་ཚོགས་རྒྱབ་སྐྱོར་རྩ་བ་ཉིད་ལས་མེད་པ་དེ་གསལ་བོ་རེད། དྲི་བ་ལྔ་པ། དོལ་རྒྱལ་ཁ་རྒྱལ་བ་རྒྱ་དམར་གྱི་སྲིད་དོན་ཆེད་མགོ་འདོན་རྒྱབ་སྐྱོར་བྱེད་བཞིན་པའི་སྐོར་ཉེ་ཆར་བླ་མ་ཚེ་བྲག་རིན་པོ་ཆེ་མཆོག་ནས་གསལ་བཤད་མཐར་ཕྱིན་པ་གནང་ཡོད་པ་དེའི་ཐོག་ལ་སྐུ་ངོ་གི་དགོངས་ཚུལ་ག་རེ་ཡོད་ན་ཞུ་བ་ཡིན། ད་དེ་བླ་མ་ཚེ་བྲག་ཁོ་རང་འདུག་སྨྲ་དོན་བཅས་ཀྱི་གནས་ཚུལ་ར་སྤྲོད་གསལ་པོ་བྱས་ནས་འདིའི་བེད་སྤང་འདི་ཀུ་ཤྲི་ཏྲ་བྱས་ནས་གསུངས་ཤག་དེ་ཡག་པོ་རེད་བསམ་གྱི་ཡོད། ད་ལྟ་བར་དུ་ཁོང་ཚོས་རྒྱ་ནག་ལ་འབྲེལ་མེད་གཅིག་བྱེད་མེད་གཉིས་བྱེད་མེད་ཟེར་ཡ་དེ་གས་ཚང་མ་ལོག་ལྟ། བླ་མ་ཚེ་འཕྲེད་འདི་ནང་ལོག་ལ་ཡ་གསལ་བོ་བྱེད་ནས་ག་དུས་ག་བ་ཐུག་པ་རེད་སུ་སུ་ཐུག་གི་ཡོད་རེད་དོན་ཚང་མ་ལོག་གསལ་བོ་ལྟ་ཆགས་བསྡད་ཡོད་དེ་སྒང་ལས་ད་འདོད་ཕལ་ཆེར་ངས་གོ་ཡར་བྱས་བས་ན། བླ་མ་ཚེ་འཕྲ་དང་ད་ཁོ་རང་ལ་ད་ལྟ་དེ་རྒྱབ་ཡོང་ན་ང་ཚོས་ཅིག་ཡིག་ཆ་མང་བོ་ཞུ་ཅིག་བསྡུ་རུབ་བྱས་ཡོད་གནས་ཚུལ་འདུག་གོ་ཡས་འདུག་དེ་ཡིན་དུས། བླ་མའི་ཚེ་འཕྲ་ཤེས་བྱས་པ་དེ་བདེན་པ་མེན་པ་ཡིན་ན་ཁོ་རང་ཚོའི་དེ་བླ་མ་ཚེ་བཀྲ་གི་གཤེགས་ས་དེ་ཨ་མི་རི་ཀ་རུ་གཤེགས་པ་རེད། ཁོ་རང་ཚོའི་དེའི་དོལ་རྒྱལ་རྗེས་འབྲང་པ་དེ་ཚོ་ཨ་མི་རི་ཀར་བསྡད་ཡོད་རེད། བླ་མ་ཚེ་བཀྲ་གི་གཤེགས་བྱ་བ་བདེན་པ་མེད་པ་ཡིན་ན་ཨ་མི་རི་ཀར་ཁྲིམས་ལ་གཏུགས་ན་འགྲིག་རུང་བ་དེ་ད་ལྟ་བར་དུ། གཏུགས་ཁྲིམས་ལ་གཏུགས་ཡག་གི་སྤོབས་པ་དེ་ཁོང་ཚོ་ལ་མི་འདུག་བ་དེ་ཡིན་ཚང་མས་བླ་མ་ཚེ་བཀྲ་གི་བླ་མ་ཚེ་བཀྲ་གི་གཏུགས་སོ་མ་དངོས་སུ་དོན་བྱས་ད་ཁོ་རང་གཅིག་རྒྱུས་ཡོད་བ་དེ་ཆ་ཚང་ཞིག་མ་གསུངས་ཐུབ་བ་དེ་ཡག་པོ་ཞིག་ད་བྱུང་བ་བསམ་གྱི་ཡོད།
དགོང་མོ་དྲི་བ་དྲུག་པ་འདི་ལྟར་ང་ཚོ་འབོག་སུམ་བོད་ཀྱི་བདེན་དོན་དམངས་ཁྲོད་ཁ་བརྡ་ཅེས་རུ་ཚུགས་ཀྱི་ད་ལོ་གཅིག་མ་སེམས་ཞེ་དྲུག་འདུག་ཁོ་ངོ་གིས་འདི་ད་འདི་ཅིག་གཟིགས་ཚུལ་ར་ཅིག་ག་འདྲས་ར་བྱོས་ཡོད་ན་ད་ཁོ་ངོ་སྒེར་གྱི་ཐོག་ནས། ཁྱང་ཚོ་དངོས་གནས་མི་ཁ་ཤས་ཅིག་གི་འགན་ཁྱི་བྱས་ཨ་ནི་ཅིག་འགྲོ་སོང་བཏང་ཡས་ཡིན་པ་ཡིན་ནས་སུ་སུ་སུ་གིས་དང་དུ་བླངས་ནས་བསྡུས་བྱས་ཨ་ནི་ལས་གཞི་དེ་འདྲས་ཤིག་སྤེལ་བ་ཅིག་དངོས་གནས་ཧང་སང་ཡག་པོ་རེད་བསམ་པ་འདུག་ད་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཡང། གཅིག་ལས་དོན་སྒྲུབ་ཡ་ལས་འཇིགས་མི་འཇིགས་བོད་མིའི་སྒྲིག་འཛུགས་བྱས་ནས་བོད་མིའི་སྒྲིག་འཛུགས་རྐྱང་པས་བྱས་དགོས་ཡ་ཅེས་ཆགས་ཀྱི་ཡོད་མ་རེད་ཡང་གཞུང་འབྲེལ་མ་དུ་ཚོགས་པ་མང་པོ་ཡོད་རེད་ད་ཁྱེད་རང་ཚོ་དེ་མི་སྒེར་ཁ་ཤས་གཅིག་ཡ་གཅིག་ཅེས་ངོ་ནས་འཁུར་ལེན་བྱས་བོད་སྤྱི་པའི་འདི་དག་ལ་འཁུར་ལེན་བྱས་ཨ་ནི་ད་ལྟ་བརྒྱུད་ལམ་འདི་ད་ཕལ་ཆེར་གྱི་ཁ་ཆེམས་ཕལ་ཆེར་བླ་མ་ཚེ་བཀྲ་གིས་བཤད་བཞག་པའི་སྐད་ཆ་འདི་གའི་འདི་ཡིན་ན་ཕལ་ཆེར་ས་ཡ་ད་མང་པོ་ཅིག་བོད་པའི་སྤྱི་ཚོགས་ནང་ལོ་ལེགས་ག་ཚོད་ངས་གོ་ཡ་བྱས་པ་ནི་ཁྲི་བརྒྱད་སྐུ་ཚེ་དེ་འདྲའི་བལྟ་ཤག་ཟེར་ཡ་དང་ཨ་ནི་རྒྱ་ཡིག་ནར་འགྱུར་ཤག་བ་ཚོ་ཕལ་ཆེར་ས་ཡ་གས་ཡོད་མེད་ཀྱི་གནས་སྟངས་དེ་འདྲས་གསུངས་བསྡད་ཀྱི་ཡོད་དུས་ཚང་པ་ལ་ད་ཨ་ནི་ཁྱེད་རང་ཚོས་བརྒྱུད་ལམ་གསར་བ་ཅིག་བསྐྲུན་གནང་པ་རེད། དཀའ་ངལ་དེ་འདྲས་འཕྲད་སྲིད་ཀྱི་རེད་ཡིན་ནས་དཀའ་ངལ་ལ་མ་འཛེམ་པ་བྱེད་ཅེས་གདོང་ལེན་བྱས་བྱས་གནང་ཤག་བ་དེ་དངོས་གནས་ད་ནས་བསྔགས་བརྗོད་ཡོད་ཨ་ནི་ཁྱེད་རང་ཚོར་ཐུགས་ཆེར་ཞེན་ཞུ་ཡ་ཡིན་ཨ་ནི་མུ་མཐུད་ནས་སེམས་ཤུགས་མ་ཆག་ཆེད་ལས་འགུལ་སྤེལ་རོགས་ཆེད་ཞེན་ཞུ་ཡ་ཡིན། སྐུ་ངོ་མཐའ་འདོམས་དྲི་བ་བདུན་པ་དེ་ནི་མཐའ་དོན་དུ་ང་ཚོའི་བརྙན་འཕྲིན་དེ་བཞིན་བོད་ནང་དུ་ཡང་གང་འཚམ་གཟིགས་ཐུབ་ཀྱི་ཡོད་པའི་དབུས་བུད་མེད་སྒྲིག་འཛུགས་ཀྱི་གྲོས་ཚོགས་དེ་བཞིན་བུད་མེད་ཀྱི་གྲོས་ཚོགས་དེ་བཞིན་གཞིས་བྱེས་བུད་མེད་ཡོངས་ཀྱི་ཚབ་མཚོན་གྱི་གྲོས་ཚོགས་འཐུས་མི་གལ་ཆེན་ཞིག་ཡིན་པ་དང། སྐུ་ངོ་མཆོག་ནི་གྲོས་ཚོགས་ཀྱི་ཚོགས་གཙོ་ཡིན་པའི་ཆ་ནས་གཞིས་ལུས་མང་ཚོགས་རྣམ་པར་དབུས་བུད་མེད་སྒྲིག་འཛུགས་ཀྱི་གནས་སྟངས་སྐོར་གསལ་བཤད་བཀའ་སློབ་ཅིག་གནང་རོགས་གནང། ཞུས་ཡོད་ཡིན་མཐའ་འདོམས་ལས།
ཉེ་ཆར་རང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་ལོ་གྱ་བཅུ་ཕེབས་སྤེལ་གྱིས་བོད་ལུགས་ཀྱི་རྩིས་ཐང་ཐོག་ནས་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཅིག་རྩ་གཉིས་དུ་བ་དྷརྨ་སཱ་ལཱ་ལི་ཡཱ་མཛད་སྒོ་རྒྱས་པ་བྱས་པ་རེད། དེ་ནས་བཙུགས་ཨེ་ལས་ལས་བྱས་པ་རེད། དེ་ནང་བཞིན་ཏེ་ནིའུ་ཡོག་ལ་ལྷག་པར་དུ་བོད་རིགས་སྤྱི་མཐུན་ཚོགས་པ་སུམ་ཅུ་ཐམ་པའི་གྱི་ཐུན་མོང་གི་ཐོག་ནས།

རྒྱ་བལ་དེ་ཡང་ང་ཚོས་གཅིག་རྒྱ་འོམ་ཅིག་དར་མདོའི་དགོངས་ཉིད་གསུམ་ཆུ་ཤུར་ཐུ་ཡག་གི་མེ་ལ་རྒྱག་གི་ཡོད་རེད་ལ་རེ་བ་ད་ང་རྒྱག་གི་ཡོད་རེད་རྒྱ་འོམ་ཆེས་ཐུ་རྒྱལ་པོ་ཞི་བ་ཅི་གནང་བྱས་བཀའ་དྲིན་ནིའུ་ཡོག་ལ་ཡང་བསྐྱར་ལོ་ཉི་ཤུ་སུམ་ཅུ་ཞུ་ཡས་ཀྱི་ཞལ་བཞེས་གཏུགས་ཆེན་གནང་ཡོད་རེད། ད་འདི་ཕྱོགས་གཅིག་ནས་ང་ཚོ་དགའ་སྤྲོ་བྱ་དགོས་ཡ་རེད་ཕྱོགས་གཞན་པ་གཅིག་ནས་ཀུན་འདུས་དགུང་ལོ་ཡར་སྦྲེལ་འགྲོ་གི་ཡོད་རེད་ཀུན་འདུས་དགུང་ལོ་ཡར་སྦྲེལ་འགྲོ་གི་ཡོད་དུས་ཡང་ནི་རྒྱ་རོམ་ཞིག་གིས་ད་ཕུགས་རྒྱང་རིང་པོ་དགོངས་པ་བཞེས་རྗེས་ག་དེར་འདས་པའི་ལོ་ལྔ་བཅུ་དྲུག་ཅུ་རིང་ག་ལི་ཡ་ཀུན་འདུས་དུས་རྒྱུན་དེ་ལས་དཀའ་གནང་གི་ཡོད་པ་ནང་བཞིན་ཕྱིན་ད་བས་གཡས་སྐྱོར་གཡོན་སྐྱོར་བྱས་རྗེས་འདུག་ཕྱིན་ང་ཚོ་བོད་པའི་གིས་ད་བོད་རིགས་ཡོངས་ལ་ཡང་དངོས་གནས་དྲང་གནས་ཐུགས

སྤྱིར་འཇིག་རྟེན་དང། ཨ་ནི་འཛམ་བུ་གླིང་འདི་ན་ཡོད་པའི་གི་འགྲོ་བ་སེམས་ཅན་ཐམས་ཅད་ལ་ཡར། གཟིགས་པ་སྐྱོང་ཤེས་པ་ནི་ཚུ་ང་ཚོའི་ད་ང་འདྲ་བའི་མི་ཕལ་པ་ཅིག་གི་ཤུགས་ཤན་ཡང་ཡོད་མ་རེད་ཤུགས་ཐུ་ཡ་ཡོད་མ་རེད། ཨ་ང་ཚོ་བོད་པ་སྤྱི་ཚོགས་སྤྱི་ཁོག་མཚོན་པ་འདྲ་བོ་ཕྱིན་པ་ཡིན་ནའི། བོད་ས། དམའ་ཤོག་གོང་ལ་ཡར། ཨ་ནི་ཅིག་ང་ཚོ་ཕྱོགས་གསུམ་གི་ནང་ལོགས་ལ་ཡར་མཐུན་སྒྲིལ་གི་གནས་སྟངས་ཚོ་ག་འདྲས་ཡོད་རེད་ད་ན་ཞིག། ཆོས་རྒྱུད་ནང་ལོགས་ལས་ང་ཚོ་མཐུན་སྒྲིལ་གནས་སྟངས་ག་འདྲས་ཡོད་རེད་དེ་ཚོ་ཆ་ཞིག་མཚོན་པ་འདྲ་བོ་ཕྱིན་ནའི། པས་རྒྱང་རིང་ཆེ་བའི་དངོས་གནས་དྲ་གནས་དང་ཞོལ་གྱི་སྐུ་ལས་སྐྱོན་ཅན་དང་ད་ལྟའི་སྐབས་འདྲ་བ་ཕྱིན་པ་ཡིན་ན། ང་ཚོ་བོད་ཆོལ་ཁ་གསུམ་གྱི་བོད་མི་ཚང་མ་ལོ་གཅིག་སྒྲིལ་གྱི་ནུས་པ་གོང་བུ་གཅིག་ཏུ་སྒྲིལ་ཐུབ་པ་བྱུང་བསྡད་ཡོད་རེད་ད་ནང་བཞིན་གྱི་ཆོས་བརྒྱུད་ནང་ཁུལ་ཡིན་པ་ཡིན་ནས་ཆོས་ལུགས་ནང་ཁུལ་ཡིན་པ་ཡིན་ནས་ཨ་རེ་ཆེ་གི་ཚང་མ་ལོ་གཅིག་སྒྲིལ་ཡ་བརྩི་བཀུར་ཞུ་ཡ་དང་གཅིག་སྒྲིལ་ཡ་དགའ་བསུ་རེད་ད་མཐུན་ལམ་ཡོང་བསྡད་ཡ་དེ་གས་དེ་རྒྱང་རིང་ཆེ་གི། བཀའ་ལས་ཞུ་སྐུ་ལས་ཞུ་སྐྱོན་ནི་བྱུང་བསྡད་པ་འདི་ད་ང་ཚོའི་སྒང་ལ་ཡང་ལས་ངན་བབས་ཡོང་གི་རེད་བོད་ནང་ལ་ཡིན་ངེས་ཡིན་ངེས་རེད་ང་ཚོ་བོད་ཕྱི་ལོག་ལ་ཡོད་ངེས་ཡིན་མ་ཡིན་ངེས་བྱས་ཙང་ང་ཚོ་གཅིག་སྒྲིལ་གྱི་གོང་བུའི་ནུས་པ་འདི་མ་ཉམས་པ་བྱེད་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད་ད་ནང་བཞིན་གྱི་ང་ཚོའི་ཆོས་ལུགས་ཆོས་རྒྱུད་ཚོ་ཡིན་མ་ཡིན་བླ་ཆེན་རྣམ་པ་ཚོས་གས་ཐུགས་འགན་ཞུ་ཆེ་བཞེས་གནང་གི་འདུག་ཁོང་རྣམ་པ་ཚོ་ལས་སྙིང་ཐག་པ་ནས་ཐུགས་ཆེ་ཆེ་ཞུ་ཡ་ཡིན་དེ་འདྲའི་གི་ཐོག་ནས་ད་གང་ལྟར། ཡར་རྒྱས་ཀྱི་རྣམ་པ་མང་པོ་ཅིག་ཆགས་ཡོང་སྐོར་རེད། བོད་པའི་གཞོན་སྐྱེས་ནང་ལོགས་ལས་གཙོ་བོ་རྒྱ་གར་མཇལ་ཐུག་ཆེད་བཀའ་དྲིན་རེད། དེ་ནང་བཞིན་རྒྱ་གར་གཞུང་དང་གནད་ཡོད་གཞུང་གཞན་པ་ཚང་མ་ལོགས་བཀའ་དྲིན་ལ་བརྟེན་ནས་ཤེས་ཡོན་གྱི་གོ་སྐབས་མང་པོ་ཅིག་རག་ཡོད་རེད། དེ་ཡིན་ཚོད་མེད་ལ་མཐོང་རྒྱ་ཐོས་རྒྱ་ཆེ་རུ་འགྲོ་གི་ཡོད་རེད། མཐོང་རྒྱ་ཐོས་རྒྱ་ཆེ་རུ་འགྲོ་བ་ནང་བཞིན་བྱས་ནས་བསམ་བློ་བཏང་ཡག་གི་ཐོག་ནས་ཡར་རྒྱས་ཞིག་འགྲོ་བསྡད་ཡོད་རེད། ལྟ་སྟངས་གནད་དོན་ག་འདྲས་བྱེད་པ་ནི་ན་ལྟ་སྟངས་གཅིག་གཅིག་པོ་མ་ཡིན་པ་བྱས་རྗེས་ཕྱོགས་ཡོངས་ནས་བསམ་སྟངས་བྱས་ནི་འདུག་སུ་ཡོང་བསྡད་ཀྱི་ཡོད་དུས་བསམ་པ་ལ་དེ་ཚོ་ཕྲན་ག་འདི་ང་ཚོ་དོན་འདོན་ཤུགས་ཆེར་བཏང་དགོས་ཡ་བོད་ནང་ཡོད་ངའི་བོད་མི་ཚོ་ལ་མིག་སེར་ཞུ་དགོས་ཡ་ཞེས་མི་འདུག་ག་ཅི་ཙང་ཁོང་རྣམ་པ་ཚོས།

ཕྱོགས་གཅིག་ནས་དེ་བཙན་བྱོལ་ནང་ལོག་ལ་ཡར་རྒྱག་རུམ་ཆེད་དང། ཨ་ནི་བོད་མིའི་སྒྲིག་འཛུགས་དེ་འདྲའི་ཡོད་རྒྱུ་མཚན་གཏན་ནི་བོད་ནང་ཡོང་བའི་བོད་པ་ཚོའི་ཅིག་ད་སེམས་ཤུགས་རྒྱས་ཀྱི་གཞི་ཆགས་ཡོད་རེད། ང་རང་ཚོ་དེ་བཙན་བྱོལ་ནང་ཡོང་མཁན་ཚོ་ཡིན་པ་ཡིན་ནའི་བོད་ནང་ཡོད་མཁན་གྱི་བོད་པ་དེ་ག་དེ་དངོས་གནས་དྲང་གནས་ཅིག་སོ་སོའི་མི་རིགས་ཀྱི་ལ་རྒྱ་དང། ཨ་ནི་ཅིག། འདི་ཤུགས་ཆེན་པོ་ཡོད་པའི་ཐོག་ནས་ནི་དམ་བཅའ་བརྟན་པོ་ཟིན་བསྡད་དེ་གིས་ང་ཚོ་བཙན་བྱོལ་ནང་ཡོད་མཁན་ཚོ་ཡིན་ནའི་ད་ཕེ་གི་ཁོང་ཚོའི་ཕྱག་ལེན་ལ་ནང་བལྟས་ནི་ང་ཚོ་སེམས་ཤུགས་སྐྱེ་ཡག་གི་གཞི་ཞིག་ཆགས་ཀྱི་ཡོད་རེད་དེ་ཚོ་ང་ཚོ་མ་ཉམས་པ་བྱས་ནི་ཆོག་ཕན་ཚུན་ད་དེ་སང་ཡིན་ན་ད་རྒྱུ་ལམ་མང་པོ་ཞུགས་ཅི་ནས་གནས་ཚུལ་ང་ཚོ་ཕག་ཚོ་འགྲོ་བསྡད་ཀྱི་ཡོད་དུས་གནས་ཚུལ་ཚོ་རྒྱུས་ལོན་པ་བྱས་ན་བོད་ནང་ཡོད་མཁན་གྱི་བོད་པ་དང་ང་ཚོ་བཙན་བྱོལ་ནང་ཡོད་མཁན་ཚང་མ་ལ་བསམ་བློ་གཅིག་མཐུན་གྱི་ཐོག་ནས་འདྲ་བམ་བྱེད་དགོངས་གཞི་སྒྲུབ་ཐུབ་ཡག་དང་དེའི་སྒང་ལ་ཡར་ཞུགས་བསྡད་པ་ཡིན་ན་ང་ཚོ་ཏན་ཏན། རྒྱལ་ཁ་གཅིག་ཉི་མ་ཉི་མ་གཅིག་ཐོབ་ཡོང་གི་རེད། ཡང་རྒྱ་བོར་མི་ཞིག་གིས་ད་ཐ་ན་བརྟན་བཞུགས་སྐབས་དེར་ཞལ་བཞེས་གནང་ཡོད་རེད་ལ། སྔས་མ་ང་ཚོ་བཅར་བའི་སྐབས་ལས། ང་འདིར་བོད་དོན་བདེན་མཐའ་གསལ་ལ། ངའི་མི་ཚེ་འདི་ཏན་ཏན་འདང་གི་རེད་ཅེས་ནས་གསུངས་ཡོད་རེད་དེ་ཡིན་དུས་ང་ཚོ་རེ་བ་དེ།

སྐུ་མདུན་ག་དུས་ནས་བཀའ་གནང་དགོས་བ་རེད་ད་ཤ་ཁྲག་རུས་གསུམ་གང་འདོད་ན་འདྲ་མ་འདོད་ན་འདྲ་ཤ་ཁྲག་རུས་གསུམ་གི་མི་ཚེ་དེ་བོད་པ་ཅི་རེད་ད་རྒྱལ་ཁབ་ག་འདྲ་ཅིག་གི་མི་ཚེ་བྱེད་ཀྱི་ཡོད་བ་ཡིན་ནས་ག་ན་བོད་པ་ཡིན་པ་དེ་མ་བྱེད་བ་བྱེད་ཅེས་སོ་སོའི་སྐད་ཡིག་དང་ཆོས་དང་རིག་གཞུང་ཚོ་ལ་ཡང་དོ་སྣང་སྤྲད་དགོས་ཡ་མི་ཉམས་རྒྱུན་འཛིན་བྱེད་དགོས་ཡ་ཉམས་པ་སླར་གསོ་བྱེད་དགོས་ཡ་དེ་ཚོའི་ཐོག་ལ་ཡང་འབད་བརྩོན་གནང་རོགས་གནང་ཞོས་ཐུགས་ཆེ་གནང་བྱང་དེ་དངོས་གནས་དཀའ་ངལ་གཏན་དུ་འཕྲད་སྲིད་པ་རེད་ཡིན་ནས་གདོང་ལེན་བྱས་རྗེས་མུ་མཐུད།

ད་རིང་དུས་ཚོད་ཀྱི་རྐྱེན་པས་ང་ཚོས་ད་ག་ཚམ་བྱ་རྒྱུ་དང་ང་ཚོའི་རྗེས་མའི་ལེ་ཚན་ནང་བསྐྱར་དུ་མཇལ་ཡོང་ན་མུ་མཐུད་དུ་ཤུགས་ལྡན་བྱའོ་ཐུགས་རྗེ།